ད་དུས་འདྲ་ཕལ་ཆེར་གཉིས་གསུམ་གྱི་རིང་ལ་ཡར་ལ་དག་ལས་སླེ་བྱས་ཨེ་འདི་གཡས་གཡོན་ས་ཆ་གཅིག་གཉིས་ཅན་སླེ་བས་རེད་ཨེ་འདི་ས་ཆ་ག་བ་ཡིན་ནས་ཅིག་མི་མང་ཚོས་ཧ་ཅང་གི་ཕི་གས་ད་ཐལ་པ་དང་གུས་པ་དང་བརྩེ་ཞེན་ཧ་ཅང་ཤུགས་ཆེན་པོ་བྱེད་ཀྱི་འདུག་ཆ་དེ་རིང་འདི་ཙ་ནས་ང་དགའ་པོ་ཞག་བྱུང་ཐུགས་རྗེ་ཆེ་ཞུ་གི་ཡིན་ཨེ་འདི་ལ་དག་ཡུལ་འདི། དངོས་པོ་ཡར་རྒྱས་འགྲོ་ཡག་དང། ད་ག་ནང་བཞིན་གྱི་སློབ་སྦྱོང་ཡར་རྒྱས་འགྲོ་ཡག་དེའི་དེ། ད་ང་ལ་དྭགས་ལ་ཚར་མང་པོ་སླེབས་པ་རེད། ཡར་རྒྱས་ཡག་པོ་ཞུ་ཆེན་བཞག་ཧ་ཅང་དགའ་པོ་བྱུང། ད་ལུང་པ་ཡར་རྒྱས། གཅིག་དངོས་པོ་ཡར་རྒྱས་འགྲོ་ཡག་རེད་ཡིན་ནའི་ཡོན་ཏན་ཞེ་དྲག་གལ་ཆེན་པོ་རེད། དེ་བཞིན་དུ་སངས་རྒྱས་པའི་ཆོས། ཡར་རྒྱས་འགྲོ་ཡ་རེད་ཡིན་ནའི་ཡོན་ཏན་ཧ་ཅང་གལ་ཆེན་པོ་རེད། དངོས་པོ་ཡར་རྒྱས་འགྲོ་ཡ་ལ་ད་ཤེས་བྱའི་ཡོན་ཏན་གལ་ཆེན་པོ་ཡིན་པ་ད་འཛམ་གླིང་ཀུན་ལ་གྲགས་བསྡད་པ་དེ་རེད། འཛམ་གླིང་ཀུན་གྱི་མཐོང་བསྡད་དེ་རེད་ད་འཛམ་གླིང་ག་བ་ལ་ཡིན་ནའི་སློབ་སྦྱོང་ལ་ཤ་གལ་ཆེན་པོ་བརྩི་གི་འདུག་ག་ལུང་པ་སློབ་སྦྱོང་ཡག་པོ་ཡོད་དེ་ངེད་ཀྱི་ལུང་པ་འདི་ཡར་རྒྱས་ཆེ་ཡོད་རེད། ད་འདི་ནས་ཆོས་ལ། ཨ་ནེ། ད་འདི་རང་ག་འདྲ་ཟེར་གི་རེད། ཁྲི་ཡ་སིག་རི་ལུ་ཅིན། རེད་པ། འཇིག་རྟེན་བཀོད་པ་པོ་འདོད་མཁན་གྱི་ཆོས་བརྒྱུད། འདི་གྱིས་འདི་གིས། སྤྱིར་བཏང་ཨེ་ནི། དད་པ་གཙོ་བོ་རེད་བཞག་ཨ། འདི་ཕན་ཐོག་བཞག་ཡོད་རེད་དད་པ་འདི་གིས། ཨོ། ད་འཇིག་རྟེན་བཀོད་པ་པོ་མི་འདོད་མཁན་གྱི་ཆོས་སྤྱི་དང། ལྷག་པར་སངས་རྒྱས་པའི་ཆོས་ཟེར་ཡ་འདི། ཡུས། Human Intelligence།

ད་ཤེས་བྱ་ཡོན་ཏན་སྐོར་ལ། ཕལ་ཆེར་སྡེ་ཚན་གཉིས་ཆེ་མཐུག་རེད། ཕྱི་དངོས་པོ་དང་འབྲེལ་བ། ཕྱི་དངོས་པོ་དང་འབྲེལ་བ་ཟེར་བ་དེ་གཙོ་བོ། ད་ག་ཚོད་སྒོ་ངའི་ཤེས་པ་དང་འབྲེལ་བ་ཤེས་སོང་ང། སྒོ་ངའི་ཤེས་པ་དང་འབྲེལ་བའི་ཅིག་ད་བདེ་བ་སྒྲུབ་ཡ་དང་སྡུག་བསྔལ་སེལ་ཡ་དེ་གཙོ་བོ་རེད་བྱ། Another word།

Very high རེད་བ། རེད་དེ་ཡིན་ནས་མི་མང་པོ་ཅིག emotion གང་རུང་རྙོག་དྲ་བྱེད་འདུག་བ། ཚ་དེ་འདྲ་ཡིན་དུས་ཚ་ནས་ཅིག་ད་ནང་བསམ་བློ་ཅིག་ཞི་དུས་ཡང་ཡག་གི། དེའི་ད་དོ་སྣང་བྱེད་དགོས་ཅི་རེད་ཞེ་ན། སྐྱེ་བ་ཕྱི་མའི་སྐད་ཤེས་གི་ཡོད་མ་རེད། ཐར་པ་དང་ཐམས་ཅད་མཁྱེན་པའི་སྐད་ཤེས་གི་ཡོད་མ་རེད། མི་ཚེ་ད་ག།

ངས་ཁོ་བོ་གྲོགས་པོ་བསྒྲིགས་པ་ཡིན་ན། ང་ལ་དངུལ་ག་ཚད་ཡོང་གི་རེད། ང་ལ་མིང་ག་རེ་ཡོང་གི་རེད། ང་ལ་ཡ་དབང་ག་རེ་ཡོང་གི་རེད་ཟེར་ད་དེ་རྩིས་རྒྱག་འདུག་ག་ལོ་ཡག་རེད་ན། ཟེར་ཁྱེད་རང་ཚོ་སྤོ་གི་ཆོས་བརྒྱུད་ཚོ། ལ་དྭགས་ག་སེ་ཨ་རོ། གཅིག་ཕི་གེ་ག་ཚོ་ད་བས་ན། མི་རིགས་འདྲ་མིན་འདྲ་སྐད་ཤེས་གི་མ་རེད། ཆོས་ལུགས་འདྲ་མིན་འདྲ་སྐད་ཤེས་གི་མ་རེད། གཅིག་གཅིག་ལ་ཡ་བརྩེ་བ་བྱས་ནས་བརྩེ་མོ་མཉམ་དུ་བརྩེ་ངན། དེ་འདྲ་ཞིག་བྱུང་ན་དེ་ག་པ་ཞིག་རེད། དེ་གལ་སྲིད་ཚིག་འགྲོ་བ་དང་ལོ་ཡག་ལས་དེ་ངས་གཙོས། མིའི་བརྩེ་བ་དེ་ཏོག་ཙེ་གལ་ཆེན་བརྗོད་བྱེད་དང། མི་རིགས་མི་འདྲ་བ། ཆོས་ལུགས་མི་འདྲ་བ། ཨེ་ནི་དང་རྒྱུ་ཆེ་ཆུང། དབང་ཆེ་ཆུང་དེའི་དེ་གལ་ཆེ་ཚིག་ཡིན་འདུག། འཛམ་བུ་གླིང་དེའི་སྒང་གི་རྙོག་དྲ་མང་པོ་ཞིག་མིས་བཟོས་པའི་རྙོག་དྲ་རེད། མི་ཡི་རྙོག་དྲ་བཟོ་ཡག་དེ། གཞི་རྩ། ང་ཚོ་མི་ཡིན་པ་གཅིག་ཡིན། མི་གཅིག་གྱུར་ཡིན་པ་དེ་ག་ནས་རྙོག་དྲ་བཟོ་ཡག་ཡོད་མ་རེད། ག་རེ་བཟོ་དགོས་ལབ་ན། མི་གཅིག་གྱུར་ཡིན་པ་དེ་བསམ་བློ་དང་ཕ། དོ་སྣང་ས་མ་བྱེད་པ་བྱེད། ད། ཆོས་ལུགས་ག་རེ་རེད། མི་རིགས་ག་རེ་རེད། རྒྱལ་ཁབ་ག་རེ་རེད། ད་དེ་འདྲའི་གི་ཐོག་ནས་ཨེ་ནི་རྙོག་དྲ་བཟོ་ཡག་འདུག། མི་རིགས་གཅིག་དང་ཆོས་ལུགས་གཅིག་ཡིན་ནས། ཨེ་ཁོ་པད་ཤག་ག་འདྲ་ཡོད་རེད། ཁོས་ང་ཕན་ཐོགས་དགོས་པས་ཁོ་དབང་གིས་འབྲེལ་ཡོད་རེད་བསམ་སྟངས་འདུག་འདི་གལ་ཆེ་གཅིག་འདུག་ས་དེ་འདྲས་ཡིན་ཙང་ད་དངོས་གནས་གཅིག་འཛམ་བུ་ནི་འདི་སྒང་ལ་ད་ང་ཚོ་དངོས་ཡོད་གནས་ཚུལ་དཀའ་ངལ་སེལ་ཡག་གི་ཐབས་ཤེས་ད་ག་རེ་གལ་ཆེན་པོ་ཞིག་འདུག་སེམས་ལབ་ན

སློབ་སྦྱོང་ནང་ལ་ཡང་ཁྱེད་ཚོའི་བསླབ་གྲྭའི་སློབ་སྦྱོང་གི་སློབ་ཚན་ནང་ལ་ཡང་མིའི་སེམས་དང་ནང་གི་ཞི་བདེ་ཡོང་ཡག་གི་རྩ་བ་རུ་མིའི་བྱམས་བརྩེ། བྱམས་བརྩེ་ཟེར་ཡག་དེ་ལྷན་སྐྱེས་ལས་ཡོད་དེ། དད་པ་གཅིག་གི་ཐོག་ནས་མེད་པ། དད་པ་གཅིག་གི་སྟེང་ནས་ཡོང་དགོས་ཡ་མེད་པ་བྱས་སྐོར་རང་བཞིན་ལྷན་སྐྱེས་ཀྱི་ཡོང་གི་ཡོད་དེ་བ་དེ་དེ་ངོ་སྤྲོད་བྱས། དེ་གལ་ཆེན་པོ་ཡིན་པ་དེ་ངོ་སྤྲོད་བྱས། དེ་དང་ཆབས་ཅིག་ཨེ་ནི།

བླ་མའི་ཕྱག་དབང་དུ་བཞག་ན། ད་བལ་ཅིག་བྱིན་རླབས་ཞིབ་ཕྲ་ཐོབ་ཀི་རེད་ཟེར་ཁྱེད་རང་འདི་བསམ་འདེགས་འདུག་བ། སྔ་མོ་བོད་ལ་ཡ། ཨ་མདོའི་བླ་མ་ཅིག། བླ་མ་དངོས་གནས་དྲ་གནས་ཀྱི། ཅིག་ལུང་རྟོགས་ཀྱི་ཡོན་ཏན་ཡོད་བསྡད་པ་ཅིག་བླ་མ་ཅིག། དགོང་ལོ་བགྲེས་པོ་ཡིན་པ་རེད། ཨེ་ནས། ཡུལ་གཞན་ཅིག་གི་དགོན་པ་ཅིག་གི་བླ་མ་དེ་གདན་འདྲེན་ཞུས་པ་རེད། ཨེ་ཁྱོད་རང་ཕེར་བ་ན། ཨེ་ན་བླ་མ་དེ་གི།

ཞུ་སྒོ་ཨེ་འདྲ་སྒྲིག་རེས་བྱས་ནས་ཨེ་འདྲ་ལུང་པ་དེ་ཕེབས་རེས་དང། ལུང་པ་དེ་ཕེབས་ཚར་དུས་ཨེ་འདྲ་ནང་ཆོས་ངོ་སྤྲོད་ནང་ཆོས་ཀྱི་ཆོས་སྐོར་ལ་འགྲེལ་བཤད་ཞིབ་ཕྲ་བསྐྱོན་བྱས། དེའི་ཞུ་སྒོ་དེ་བླ་མ་ཁོ་རང་གི་ར་ང་འདུག་སྟེང་གི་ལག་པ་དེ་མགོ་ལ་བཞག་ནས་ཐར་པ་ཐོབ་ངེས་ཐར་པ་ཐོབ་བཅུག་ངེས་དེ་མེད། བསམ་བློ་གཏོང་སྟངས་ག་འདྲ་གཏང་དགོས་ཀྱི་ཡོད་མེད་འགྲེལ་བཤད་བསྐྱོན་ནས་ཐར་པ་ཁྲིད་ངེས་དེ་ཡིན་དེ་གསུངས། སྔ་མོ་གཅིག་ལོ་གཅིག་སྟོང་དགུ་བརྒྱ། ཕལ་ཆེར་གྱ་བཅུ་དགུ་བཅུ་དགའ་དེ་ལྟར་བདུན་ཅུ་གྱ་བཅུ། ཕལ་ཆེར་དགུ་བཅུ་དགའ་ཡིན་པ་དེ་བོ་དུ་བསྡད་པ་རེད། སིམ་ལ་ལ་ངས་ངོ་ཤེས་པའི་ཨ་མ་དགའ་མོ་གཅིག་ཡོད། དད་པ་ཆེན་པོ་ཤག་རེད། དད་པ་ཆེན་པོ་ཤག་རེད། ཨེ་ནི་ལོ་ལྟར་བཞིན་ང་ཐུག་ག་ཡོང་གི་རེད། ང་ཐུག་ནི་ཨེ་ནི་ང་ལ་ཡ་སྐྱབས་འཇུག་ཞུ་ཡ་དེ་ཤི་དམྱལ་བ་ལ་མ་གཏོང། ཤི་ནི་སྐྱབས་འཇུག་ཞུ་གི་རེད་ཤི་དམྱལ་བ་ལ་མ་གཏོང་གོ་སོང་ཨ། ཨ་མའི་བསམ་བློའི་ནང་ལ་བླ་མ་ལ་ཡ། སློབ་མ་དམྱལ་བ་སྟོང་དང་ལྷ་ཡུལ་སྟོང་འདི་བླ་མ་དབང་ཆོག་ཡོད་སུ་ཞིག་འདུག་གོ་སོང། བྱས་ཙང་ག་ང་ལ་ཡ་ཨ་མ་དམྱལ་བ་སྟོང་དང་ཨ་མ་ཐགས་ཤིང་སྟོང་འདི་ངའི་ལག་པར་ཡོད་སུ་ཏི་ཤི་ཕེལ་ཨའི་ཧེབ་ཏི་པའོ་ཝེ་ཏི་ཤི་སེན་ཨ་ཧེལ་ཨོ་ཧེ་བེན་དེད

དེ་ཤེས་པ་ལ་སློབ་སྦྱོང་བྱའོ། ས་དེ་འདྲའི་ཡིན་དུས་ཚང་ནས་སློབ་སྦྱོང་བྱས་ནས་ཨེ་ནི་རིམ་པས་ཀྱི་ཅིག་སྐྱོན་དང་ཡོན་ཏན་ཁྱད་དུ་གྱོང། ཨེ་ནི་འཕྲལ་དུ་ཕུག་གི་དང་ཅིག་ཁེ་གྱོང་དང་དེ་འདྲས་ཀྱི་དང་གང་དག་ཅིག་ཡོན་ཏན་དེ་ཡག་པོ་ཅིག་མཐོང་ནས། དེའི་རྒྱུ་མཚན་བསམ་བློ་བཏང་ནས་ཡག་པོ་ཅིག་མཐོང། དེ་འདྲའི་ཅིག་གི་ཐོག་ནས་ཨེ་ནི། དང་བའི་དད་པ་བྱ་རྒྱུ་ལེགས་རེད་ཨོ་དེ་ཡག་པོ་འདུག་བསམ་པའི་དང་བའི་དད་པ་ལེགས་རེད། དང་བའི་དད་པ་དེ་སླེབས་ཡོང་དུས་ང་རང་ཡང་དཔེ་རུ་བྱ་བྱ་ན་མགོན་པོ་ཀླུ་སྒྲུབ་ཀྱི་གསུང་དུ་མ་མཐོང་ཡོང་དུས་ཟེར་ནས་དང་བའི་དད་པ་ཅིག་ལེགས། དང་བའི་དད་པ་ཅིག་སླེབས་དུས་ཟེར་ནས་ཨ། མགོན་པོ་ཀླུ་སྒྲུབ་ཁོ་རང་ནང་བཞིན་ཅིག་ཁོ་རང་གི་དགེ་ཕྲུག་ཅིག་བྱེད་ཀྱི་ཡིན་བསམ་པ་ཅིག་གིས་མངོན་འདོད་ཀྱི་དད་པ་ལེགས་འདུག་ག། ཁོ་རང་ནང་བཞིན་ཅིག་གིས་དང་སྤངས་རྟོགས་ཀྱི་ཡོན་ཏན་ཡོད་པ་ཅིག་གྱིས་བསམ་པའི་མངོན་འདོད་ཀྱི་དད་པ་ལེགས་འགྲོ་བ། མངོན་འདོད་ཀྱི་དད་པ་ལས་ནི་དད་པ་བརྟན་པོ་ཞིག་ཆགས་ཚུལ་བཙལ་ནས། ང་རང་ཚོ་ལ་ཤིན་ཏུ་ལྐོག་ཏུ་གྱུར་པའི་དོན་གཅིག་མགོན་པོ་ཀླུ་སྒྲུབ་ལ་སོགས་པའི་གསུང་བཤད་པ་དེ་ལ་ཡང་ནི་ཡིད་ཆེས་ཀྱི་དད་པ་ལེགས་འགྲོ་བ། དུ་འགྲོ་བ་རེད་མ་གཏོགས་ག་གེ་མ་བྱེད་ཁོ་ནས་ཕྱག་འཚལ་ཕྱག་འཚལ་ཟེར་ནས་ཆང་བ་རེ་ཨེ་ར་མེ་ར་བསྟད་བསྡད་དེ་རྨོངས་དད་ལྟ་བཤད་སོང་བ་དེ་རྗེས་ལུས་རེད། ཚོ་འདི་འདྲ་ཡིན་ཙང་སློབ་སྦྱོང་དཔེ་མ་ཟིན་པའི་གལ་ཆེན་པོ་རེད། ད་ནང་པ་ཚོ་ཆ་བཞག་ན་ནང་པའི་ཆོས་ནང་པའི་ལྟ་གྲུབ་སློབ་སྦྱོང་བྱས་ཏེ་ཞི་བ་ཆེ་གལ་ཆེན་པོར་བྱས། འོ་ཡ། ད་ད་ག་ཡིན། ཨེ་ཁྱེད་རང་ཚོ་འདི་སྤུ་གུ་ཚོ་ལ་ཡ། ངས་འདི་ཨ་ར་པ་ཚོའི་ལུང་བྱེད། Repeat after me། གཞོན་ནུའི་ཆ་ལུགས་འཆང་བ་པོ། ཤེས་རབ་སྒྲོན་མེ་རབ་ཏུ་གསལ། འཇིག་རྟེན་ཀུན་གྱི་མུན་སེལ་བ། འཇམ་པའི་དབྱངས་ལ་ཕྱག་འཚལ་ལོ། ཨོ་མ་ཨ་ར་པ་ཚ་ན་ཏི། ཨོ་མ་ཨ་ར་བ་ས་ན་ཏི། ཨོ་མ་ཨ་ར་བ་ས་ན་ཏི། ཨོ་ཡ་ད་འདྲིས། ཤེས་སོང་ཨ། ཨ་ར་བ་ས་ཡག་པོ་བྲོང་ཨ། ཨོ་ཡ། ཞོ་ཁས་ཡ་གཉིས་བསད་པ་ད་ག་ནང་སང་བླ་མ་དང་མགོན་པོ་འཇམ་དཔལ་ཡོངས་ལ་ཕྱག་འཚལ་ལོ་ཟེར་ཨེ་ནི་ཨོ་མ་ཨ་ར་བ་ས་ན་ཏི་ཨོ་མ་ཨ་ར་བ་ས་ན་ཏི་ཟེར་ནི། ཨོ།

མེད་པ་ཁོས་ད་ཡག་པོ་བྱུང་སོང་མ་གཏོགས་དཀོན་མཆོག་བཞི་ལྔ་བྱོན་ད་ང་རྦད་ནད་པ་བཞིར་ཆགས་ཡོད་ཟེར། ཨ་ད་སླབ་གྲྭའི་ལས་ཀ་བྱེད་མཁན་ཁྱེད་རང་ཚང་མ་ལོག་ཧུ་ད་པ་ད་བྱས་ཤག་ཐུགས་ཆེ་ཟིག་ཡིན་ཨེ་ནི་ཁྱེད་རང་ཚོ་སླབ་གྲྭར་རོགས་བྱེད་མཁན་སྦྱིན་བདག་ཚོ་ད་ཚང་མ་ལོག་ཡ་ཐུགས་ཆེ་ཞུ་གི་ཡིན། ཐུགས་རྗེ་ཆེ་ཐུགས་རྗེ་ཆེ Thank you Thank you much།